ཐ་སྙད་དུ་ཡོད་ཚུལ་དང། དོན་དང་དུ་མེད་ཚུལ་དང། ད་དེ་ནང་གི་ཐ་ཕྱི་དང་ནི་མེད་པ་མ་ཡིན་ཡོད་པ་ཡིན་ཚུལ་དང། ཡོད་པ་དེ་ཡང་དོན་དང་དུ་ཡོད་པ་མ་ཡིན་ཐ་སྙད་དུ་ཡོད་ཚུལ་སྐོར་ནི་ཇི་ལྟར་དགོས་མེད་སྐོར་ཏེ། ཨ་ནི་ད་རེས་རྣམ་པ་ཚོ་ནོ། སྔ་མ་གོང་ས་རྒྱལ་བ་ཐམས་ཅད་མཁྱེན་པ་གི་གསུང་བཤད་འབྱུང་བའི་བཀའ་སློབ་ཅིག་འདིར་བཞག་རྣམ་པ་ཚོ་ཕུལ་གྱི་ཡིན། རྣམ་པ་ཚོ་དེ་ཅིའི་གཟིགས་ན། དེའི་ཐོག་ནས་ང་ཚོ་ག་རེ་ཟེར་ན། ཡོ་ཏང་ཅིག་ཡོད། ག་འདྲ་ཅིག་ཡོད་རེད་ལགས། ནས་དེའི་ཐོག་ནས། ཨ་ནི་གོང་ས་མཆོག་གི་ནས་དཔལ། ད། ཚད་མཐོ་པོ་ཞུ་ཅེས་གསུངས་ཡོད། དེ་འདྲའི་སོང་ཙང་ད་དེ་རྣམ་པ་ཚོར་གྱིས་བཟི་བ་ཡིན་ན་དེའི་ཐོག་ནས་གྱིས་གསན་པ་ཡིན་ན་གོ་བ་ཏོག་ཙེ་རྙེད་ཡག་གི་ཨ་ནི་ང་ཚོ་དེའི་རྗེས་སུ་ནི་མ་བྱས་པ་བྱེད་ཀྱི་ཡིན་ཟེར་རྣམ་པ་ཚོར་ཞུ་བ་ཡིན། རང་ཅག་སོ་སྐྱེ་ལ་ད་ལྟའི་སྣང་བ་འཆར་ཚུལ་འདི་ལས་གཞན་པའི་རྟགས་ཀྱི་དགག་བྱའི་སྣང་ཚུལ་གཞན་མེད་དེ། ཞེས་ད་གསུངས་བཞག་སྟེ། ད་དེ། ཁ་སིམ་མེ་ག་མེ་བྱུང་བ་ཆོས་ཅན་མཐུན་ནའང་ཞེས་ད་གསུངས་བཞག་སྟེ། གནད་འགག་བཞི་བཞི་ཐོག་ཁ།

བྱས་ཙང་ཀ་ཡུལ་དུས་ནས་གྲུབ་པ་ཅིག་ཡིན་ན་ནི་བཙལ་ན་གཉིད་དགོས་པོ་རེད་མཚན་གཞི་ཕན་ནས་བཞག་དགོས་པོ་རེད་གཉིད་དགོས་པོ་རེད་དེ་ནི་མི་འདུག་ཨ། ཨོ་ད་ཕན་ནུས་ནི་འགྲིག་གི་ཡོད་རེད་ཡོད་ནི་ཡོད་རེད་ད་ཡུལ་ཚུལ་གཉིས་ལས་མ་འདས་དོན་གྱི་ངོས་ནས་ཡོད་པ་ལ་རིག་པས་གནོད་ཡོང་བ་ཡིན་དུས་མིང་གི་ཐ་སྙད་ཀྱི་དབང་གིས་ཡོད་པ་འོས་མེད་ཀྱིས་འགྲུབ་བོ་ཟེར་ནས་ལི་ཤེ་དབྱིངས་ལ་འདུད་འདུག་ཨ། ད་དྲང་ངེས་ལི་ཤེ་དབྱིངས་ཀ་ཁ་ས་དེའི་རྩ་ཤེ་སྤྲིས་ཤིང་ནང་ལ།

ད་ག་དང་མིང་གྱ་མིང་གྱི་རྟགས་ཙམ་རེད་ས་དེ་རེད་ཨོ་ད། ག་ས་ལྷ་ཡི་ཁང་པ་དང་སིག་དེ་རིགས་ནི་གཅིག་རེད་ས་སིག་གོ་ས་སིག་དེ་སིག་ག་ག་ཨོ་དེ་སྣ་ཚོགས་ཡི་ག་མེ་ཏོག་ཁ་ཤས་ཤིང། ཨེ་ནི་གསེར་གྱི་ཁང་ལྕོག་འབར་བ་འདི་འདི་ཡིད་འོང་བ། དེ་ན་འདི་ལའང་བྱེད་པོ་འགའ་མེད་དེ་འདི་དག་རྟོག་པའི་དབང་གིས་བཞག་པ་སྟེ་རྟོག་པའི་དབང་གིས་འཇིག་རྟེན་རྣམ་དག་གོ། ཞེས་ནི་ད་ལུང་འདི་དྲངས་ནས། རྟོག་པའི་རྟགས་སུ་ཡིན་པ་འདི་བཤད་ཡོང་གི་འདུག། དེ་སང་ད་ང་ཚོས་མངལ་ལ་རྣམ་བདུན་གྱི་རྩལ། རྩལ་ནི་མ་རྙེད་པའི་ཁ་ཐུག་ལ། ད་ང་ད་ལེགས་བཤད་ཉིད་ཀུན་དང་དེ་ནང་གསུང་ཤེས་པ་ནང་བཞིན། ད་མིང་གི་ཐ་སྙད་ཀྱི་དབང་གིས་ཡོད་པ་དེ་འོས་མེད་ཀྱིས་གྲུབ། ད་མིང་གི་ཐ་སྙད་ཀྱི་དབང་གིས་འོས་མི། མིང་གི་ཐ་སྙད་ཀྱི་དབང་གིས་ཡོད་པ་དེ་འོས་མི་ཡིན་གྲུབ་ཚར་བའི་རྗེས་ལ། ད། སྡུག་ཅིག་བལྟས་ཡོང་དུས་དཔེར་ན་ང་རུ་ཆགས་ཤེས་ན་མ་སྡུག་བལྟས་ཡོང་དུས་བསམ་བློ་བཏང་ན། ཕན་ནས་ཁྱོན་ནས་མེད་བསྡད་པ་དེ་ཐག་ཆོད། ཡིན་ནའི་ད་ང་ལ་ག་འདྲ་ཞིག་གནང་གི་འདུག་ཟེར་ན། འོ་ད། དེ་ལ་མ་བརྒྱུས་པ་བརྒྱུས་མཁན་དེས་བྱས། ཨེ་ནི། དེ་བརྒྱུས་གཞོན་དེས་བྱས། འོ་ད། ཨེ་ནི་ད་ག་འདྲ་ཞིག་གིས་ད་ཁྱེད་རང་ཚོ་མཁན་པོ་ལས་ཟུར་རྣམ་པ་ཚོ་བྱས་ནས། ད། མིང་གི་དབང་གིས་རྟགས་ཙམ་ཞིག་མེད་པ།

ད་འདི་ལྟ་སྟེ། མིང་ཙམ་བརྡ་ཙམ་ཞིག་མ་གཏོགས་དོན་གྱི་ངོས་ནས་འཛུགས་འགོ་འཛུགས་ས་གཏན་ནས་མེད་པ་ཞིག་བློ་ལ་ཤར་ཡོད་ས་ནས་རྗེ་རིན་པོ་ཆེ་གི་ལྷག་མཐོང་ཆེན་མོའི་བར་སྐབས་ཚིགས་བཅད་ནང་ལ་ཡང། ཁྱོད་ཀྱི་བློ་ངོར་རང་བཞིན་མེད་པ་ལ་རྒྱུ་འབྲས་རྟེན་འབྲེལ་འཇོག་པ་དཀའ་མོད་ཀྱང་ད་འདི་རེད་བཞག། སྔས་མ་ང་འདི་རང་བཞིན་ཟེར་དུས་གང་ཟག་ཟེར་དུས་ཕི་གི་རང་མཚན་ཁོ་ར་ཅིག་ངོ་བོ་འཛིན་ངེས་དུ་ཕི་གའི་ཞག་ཁྲི་བདེན་པར་མ་གྲུབ་བོ་ཟེར་དུས་ཨེ་ནི་ལས་འབྲས་དང་ཕན་ནུས་བཟང་ངན་དེ་ཆོས་ཅན་འདི་གང་ལ་བཞག་གི་ཡོད་ན་ཆོས་ཉིད་གང་ལ་བཞག་གི་ཡོད་མ་རེད་ཁོ་ཆོས་ཅན་གང་ལ་བཞག་གི་ཆོས་ཅན་ཕི་གའི་མཛུག་བཙུགས་སུ་ཁོ་ར་ཕི་གི་ཡོད་པ་རེད་དེ་འདྲའི་བཀའ་བསྒོ་ཇི་ལྟར་མི་འདུག་ག་བསམ་དྲན་མྱོང། ཁྱོད་ཀྱི་བློ་ངོར་རང་བཞིན་མེད་པ་ལ་རྒྱུ་འབྲས་གཏན་བྲལ་འཇོག་པ་བཀའ་སྨོས་ཀྱང་གསོན། ད་ཁོ་ག་ལི་ག་ལི་ལ་ཨེ་ནི་བདེན་ཚིག་ཤངས་འདེབས་ཅིག་མཐོང་ཨེ་འདི་འདྲའི་ཞིག་བསམ་དོན་དེ་འོ་ད་ཐ་སྙད་དུ་ཡ་ཨེ་ནི་རང་བཙན་བཀག་ནས་རང་བཙན་ཁེགས་པའི་ཤུལ་དེ་ལ་ཨེ་ནི་དངོས་གནས་དྲང་གནས་ཁྱོད་ཀྱི་ལོ་ངོ་རང་བཞིན་མེད་པ་ལ་རྒྱུ་འབྲས་གཏན་འབྲེལ་འཇོག་པ་དཀའ་མོད་ཀྱང་ཟེར་ཏེ་ཨེ་ནི་འདུག་ག་དངོས་གནས་ཁག་པོ་འདུག་ག་དེ་འདྲ་དབུ་མའི་ལུགས་ནི་ཡིན་ནོ་ཞེས་དེ་སྐད་སྨྲ་བའི་ཚུལ་ལ་བལྟས་ན་མཛེས་སེམས་བཟུང་བཞག་ཏེ་རེད་ཤག།

ལྷག་མཐོང་ཆེ་ཆུང་གཉིས། དྲང་ངེས་ལེགས་བཤད་སྙིང་པོ། དེ་ལྔ་པོ་དེ། རྒྱུད་ཡིག་ཡག་པོ་ཞིག་བཟོས་བྱས་ཡག་པོ་ཞིག་ལྟ་རྟོག་བྱས་ན། ཨེ་ནི། ལྟ་བ་ལ་ཡ། ཨེ་ནི་ཕི་གེ། ཀ་གདེང་མཐོ་བ་ཡོང་གི་རེད་ཟེར་ནས། རྒན། པད་མ་སེར་པོས་བྱ་བའི་ཡག་པོ་རེད། རྒན། དུས་ངེད་གཉིས་ང་ཚོ་བཀའ་མོལ་དེ་འདྲ་མང་པོ་ཅིག་ཡོང་མྱོང། བྱས་ནས། ཨང། རྒན་གྱིས་འདི་གསུང་གི་འདུག་ཨ། སྐབས་གཅིག་ཨེ་ནི། ཡང་འདི། རྣམ་རྟོག་གི་གང། ཟོག་སོ་ཡིན་པ་ཅིག་གི་ཐུགས་ལ་ཡ་འཆར་གི་འདུག། ད་འདི་ཡང་ཆད་ཐལ་ཁར་འགྲོ་བསྡད་ཀྱི་འདུག་ཨ།

དེ་ཙམ་དུ་མ་ཟད་པས་ད་ཀུན་གཞི་ལྟ་བུ་ཐ་སྙད་པའི་ཚད་མས་གནོད་བྱ་སྟེ་ཁག་པོ་ཆགས་ཡོད་པ་རེད། དེ་འདྲའི་དེ་དོན་ཐམས་ཅད་གཅིག་གི། ཁོ་རང་གི་ལུགས་ཀྱིས་རྟགས་དོན་བཙལ་ནས་རྙེད་པའི་ལུགས་སུ་བྱས་ནས་གང་ཟག་གི་མཚན་གཞི་བཞག་པ་ཡིན་དུ་བརྩམས་ནས། དེ་ལ་ཡོད་ན་དོན་ཐམས་ཅད་གཅིག་གི་རིགས་པས་གནོད་དགོས་ཀྱི་གནོད་ཀྱི་རེད། འོ་དེ་འདྲ་ཡིན་དུ་བརྩམས་ནས། དོན་ཐམས་ཅད་རིགས་པས་གནོད་པ་ཡིན་དུས་འོ་ད་ཐ་སྙད་དུ་ཡོད་པའི་དོན་དེ་ཐ་སྙད་དུ་གྲགས་པ་ཡིན་པ། དེ་ལ་ཐ་སྙད་པའི་ཚད་མ་ཤེས་ཀྱི་མི་ནུས་པ། དེ་ལ་དོན་ཐམས་ཅད་གཅིག་གི་རིགས་པས་ཀྱང་མི་ནུས་པ་གསུམ་གྱི་སྟེང་ནས་ད་ཐ་སྙད་དུ་ཡོད་པ་དེ་བཞག་གི་འདུག་ག། ཐ་སྙད་དུ་ཡོད་པ་དེ་ཐོན་ནས་ཡོང་བ་རེད་ཟེར་ནས་ད་བཤད་ཁྱོན་མེད་པ་བྱས། ཐ་སྙད་དུ་ཡོད་པ་དེ་འཇོག་བྱེད་བློས་དང་བློ་ལ་གྲགས་ཤིང་གྲུབ་པ་ཡིན་པ། དེ་ལ་སོ་སོ་ཡིན་ནའི་ཡང་བློ་གཉིས་པ་ཅིག་ཡང་དག་ཏུ་བསྐྱར་དུ་དཔྱད་པ་ཡིན་ན་གནོད་པ་མེད་དེ་ངས་མི་གཞན་ཕྱིར་སྐད་ཅིག་དྲི་བ་ཡིན་ནའི་གནོད་པ་མེད་དེ་བ།

ས་དེ་འདྲ་ཡིན་ཟེར་ན་ཐ་སྙད་དུ་གྲགས་ཅིང་གྲུབ་པ། དེ་ལ་ཐ་དད་པའི་ཚད་མ་ཞིག་ཀྱང་མི་ནུས་པ། ད་དེ་ལ་དོན་དམ་དཔྱོད་བྱེད་ཀྱི་རིགས་ཤིག་ཀྱང་མི་ནུས་པ་འདི་འདྲ་གཅིག་གི་སྟེང་ནས་ཐ་སྙད་དུ་ཡོད་པ་དེ་བཞག་ཡག། ས་བློ་ཁོ་རང་གི་སྟེང་ནས་བཞག་ཡག་འདུག་ག་བཞག་ཡག་མ་གཏོགས་ཡུལ་གྱི་ངོས་ནས་ཐ་སྙད་དུ་ཡོད་མི་དགེ་ཞེན། རེད་བ། ཐ་སྙད་དུ་ཡོད་པའི་ཡོན་ཚབ་འདི་འདུག་ཟིན་བྱེད་དུ་ཡང་མི་འདུག་ག་ག་རེ་ཟེར་ན་ང་ཚོ་ཚང་མ་ལོ་དགག་བྱའི་སྣང་ཚུལ་མ་འདྲེས་པ་ཞིག་གི་ནང་བ་ཅིག་མི་འདུག་ག། ད་དེ་འདྲ་སྦྱིན་པ་རེད།